རྣམ་པ་ལེན་གྱི་སྐུ་ཁམས་བཟང། དེ་རིང་བྱང་ཆུབ་སེམས་དཔའ་རྟག་ཏུ་ངུ་བའི་རྣམ་ཐར་ལེ་ཚན་བཞི་པ་འདི་ཞོལ་ལ་ང་རང་གིས་འབད་བརྩོན་བྱས་ཡིན། བརྙན་ཐུང་འདི་གསན་གསོལ་གནང་བ་ལ་བརྟེན་ནས་རྣམ་པ་ལྷན་གྱིས་ཐུགས་སྨོན་གསོ་བའི་རེ་བ་ཞུ་རྒྱུ་ཡིན། འོ་ལགས་སོ་ད་ཁ་ཚང་བྱང་ཆུབ་སེམས་དཔའ་རྟག་ཏུ་ངུ་རང་ཉིད་ད་བྱང་ཆུབ་སེམས་དཔའ་ཆོས་འཕགས་ཀྱི་སྐུ་མདུན་ནས་ད་ཆོས་ཞུ་དུས་སྐུ་ལོང་བཟང་པོ་ཅིག་ཡོད་རེད་དེ་ཡིན་ན་ཡང་ད། བྱང་ཆུབ་སེམས་དཔའ་ཆོས་འཕགས་ལ་དྭགས་ཕུ་ལེགས་ཀྱི་རྒྱུ་ནོར་ལོངས་སྤྱོད་མེད་ནས་དཔེ་མི་ཟད་དཀའ་ངལ་ཤུགས་ཆེན་པོ་ཞིག་ཁྱེད་ནི་དྭགས་བྱང་ཆུབ་སེམས་དཔའ་ཆོས་འཕགས་ལ་རྒྱུ་ནོར་ལོངས་སྤྱོད་ག་རེ་ཕུལ་དགོས་རེད་ཟེར་ནས་བསམ་བློ་རྐྱང་རྐྱང་བཏང་ནས་དེ་ནས་ཁོ་རང་དྭགས་གྲོང་ཁྱེར་ཆེན་པོ་གཅིག་གི་དཀྱིལ་མ་ལ་སླེབས་པར་བ། དེ་ནས་གྲོང་ཁྱེར་ཆེན་པོ་དེ་གི་དཀྱིལ་མར་སླེབས་ནས་དེ་ནས་ཁོ་རང་ལ་དྭགས་བསམ་བློ་ག་རེ་འདྲ་བོ་ཞིག་འཁོར་བ་རེད་ཞུས་པས་ན། ཨོ་དྭགས་བྱང་ཆུབ་སེམས་དཔའ་ཆོས་འཕགས་ལ་ཕུ་ལེགས་ཀྱི་རྒྱུ་ནོར་ལོངས་སྤྱོད་ནི་ང་ལ་ཞེན་པ་གང་དགོས་ཞིག་མིན་འདུག། ཡིན་ན་ཡང་ད་ང་རང་གི་ལུས་པོ་འདི་བཙོངས་ནས་དེ་ནས་བྱང་ཆུབ་སེམས་དཔའ་ཆོས་འཕགས་ལ་མཆོད་པ་ཅིག་འཁོར་གྱི་ཡིན་ཟེར་ནས་ཀུན་སློང་བཟང་པོ་ཞིག་འཁོར་བ་རེད། ཀུན་སློང་བཟང་པོ་ག་རེ་འཁོར་བ་རེད་ཞུས་པ་ཡིན་ན། འོ་ང་རང་གི་ལུས་པོ་ལ་ཡིན་ཏེ་ད་དངོས་གནས་འཁོར་བའི་ཟག་བཅས་ཉེ་བར་གླིང་པའི་ཕུང་པོ། ཚེ་རབས་འཁོར་བ་ཐོག་མ་མེད་པ་ནས་ལས་ངན་པའི་བག་ཆགས་ལ་བརྟེན་ནས། ད་ལྟ་བར་དུ་འཁོར་བ་འདི་ལ་འཁྱམས་པ་རེ་ཡོད། ལྷག་པར་དུ་དམྱལ་བའི་གནས་སུ་སྐྱེས་ནས་སྡུག་བསྔལ་དང། དཀའ་བསྔལ། དཔག་ཏུ་མེད་པ་འདི་འདྲ་མྱོང་ཡོད་རེད། ཡིན་ན་ཡང་དེ་འདྲིའི་གི་སྡུག་བསྔལ་འདི་ཚོ་ང་རང་གིས་དམ་པའི་ཆོས་དང་བཟང་པོ་ཡི་བྱ་བ་བྱེད་དུ་མས་ད་ལྟ་བར་དུ་སྡུག་བསྔལ་མྱོང་ཡ་དང་བཟོད་པ་འདི་འདྲའི་གོ་མེད་ཅེས་རག་མ་སོང། ད་ད་ལྟ་ང་རང་དབང་ལྔའི་འཁོར་བ་བྱང་ཆུབ་སེམས་དཔའ་ཆོས་འཕགས་ཀྱི་སྐུར་འདུས་ནས་དམ་པའི་ཆོས་ཞུ་ཡ་ཡི་ཆེད་དུ་ད་ང་རང་གི་ལུས་འདི་ལ་དཀའ་ངལ་དང་སྡུག་བསྔལ་ག་རེ་བྱུང་ན་བྱུང་ང་རང་གི་ལུས་འདི་བཙོང་ཐག་གཅོད་རྒྱུ་ཡིན། སེམས་ཐག་འདི་ནི་ཡུལ་གྱི་ཀུན་སློང་བཟང་པོ་ཅིག་ཁོར་ནས། དེ་ནི་ཁོ་རང་གི་གྲོང་ཁྱེར་གྱི་མི་མང་པོ་འཛོམས་ས་གི་དཀྱིལ་མ་ལ་འགྲོ་ནས་ད་སྐད་བརྒྱབ་ནས་ལབ་པ་རེད། འོ་མི་རྣམས། ཁྱེད་རྣམ་པ་ཚོ་མི་ཡི་ལུས་ཉོ་འདོད་ཡོད་མཁན་སུ་ཡོད་ང་ཡི་ལུས་འདི་བཙོང་ཡ་ཡིན། ཉོ་ག་ལ་ཤོག་ཉོ་ག་ལ་ཕེབས་ཤོག་ཟེར་ན་ད་ཁོ་སྐད་ཤུགས་ཆེན་པོ། ཞུ་རྒྱབ་རེ་ལྷག་བསམ་རྣམ་དག་གི་ཐོག་ནས་དངོས་གནས་ཁོ་རང་བཙོང་ཐག་ཆོད་ཡིན་པའི་ཐོག་ནས་ད་ཁོ་རང་དེ་འདྲའི་ཞིག་སྐད་རྒྱབ་རེད། ཡིན་ན་ཡང་ཁོ་རང་གི་སྐད་དེ་གྲོང་ཁྱེར་གྱི་མི་འདི་ཚོ་སུས་ཀྱིས་ཡང་ཐོས་ཡོད་མ་རེད་ད། མ་ཐོས་པའི་རྒྱུ་མཚན་འགའ་རེ་ཟིན་ད་སྐབས་དེ་དུས་བདུད་སྡིག་ཅན་གྱིས་བྱང་ཆུ་བཙན་པ་ཡིས་རྟག་ཏུ་ངའི་གྲྭ་དེ་ཐོས་པ་རེད། དེ་ནི་བདུད་སྡིག་ཅན་དེ་གིས་ད་ག་རེ་བསམ་བློ་འཁོར་བ་རེད་ཞུས་པ་ན། འོ་བྱང་ཆུབ་སེམས་དཔའ་རྟག་ཏུ་ངོ་ཁོ་རང་དང་ཁོ་རང་གི་ལུས་པོ་འདི་བཙོངས་ནས། བྱང་ཆུབ་སེམས་དཔའ་ཆོས་འཕགས་ཀྱི་སྐུ་མདུན་ནས་དམ་པའི་ཡུལ་ཆོས་བཟང་པོ་འདི་འདྲ་ཞུ་ཡག་གི་ཆུ་དུ་རེད་འདུག་བཱ། ད་ཁོ་རང་འདི་འདྲ་གི་བྱ་བ་བཟང་པོ་འདི་རྩོམ་བཅུག་གི་མེད། བྱ་བ་བཟང་པོ་འདི་ང་རང་གི་བྱེད་བཅུག་གི་མེད། གང་ཡིན་ཟེར་ན་ཁོ་རང་དང་དམ་པའི་ཡུལ་ཆོས་བཟང་པོ་འདི་ཚོ་ཞུས་པ་ཡིན་ན། ཁོ་མྱུར་ནས་མྱུར་དུ་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་ཀྱི་རེད་ད། སངས་རྒྱས་ཀྱི་གོ་འཕང་ཐོབ་སོང་ནས་དེ་ག་ས་མར་ད་སེམས་ཅན་དཔག་ཏུ་མེད་པ་བདེ་ཆེན་གྱི་འགྲོ་དོན་བྱེད་ཐུབ་ཀྱི་རེད་ད། ལྷག་པར་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པ་ཡིན་ན་ང་རང་ཚོ་དུས་དེང་སོ་ཕམ་བཅུག་གི་རེད་ད། ང་རང་ཚོ་དུས་དེང་སོ་ཕམ། སངས་རྒྱས་དང་སེམས་ཅན་དེ་ཚོ་རྒྱལ་བཅུག་གི་རེད་ད། དེ་འདྲས་ཀྱི་ལས་ཀ་དེ་ང་ཡིས་བྱེད་བཅུག་གི་མེད་སེམས་ད། དུས་དེ་བཞིན་དུ་གདའ། གྲོང་ཁྱེར་གྱི་མི་དེ་ཚོ་ད་བྱང་ཆུབ་སེམས་པ་རྟག་ཏུ་ངུས་སྐད་རྒྱབ་ལྗོངས་ཀྱི་གྲགས་དེ་ཚོ་ཐོས་མ་བཅུག་པར་ད། དུས་དེ་བཞིན་གྱི་བར་ཆད་འོ་དོགས་སུ་བཏང་བར། དེ་ནས་ད། གྲོང་ཁྱེར་གྱི་མི་དེ་ཚོ་ཁོའི་ལུས་པོ་ཉོག་མཁན་སུ་ཡང་མ་རེད་ཡང་ཁོ་པས་མི་ཟིག་གི་སེམས་པ་ཤུགས་ཆེན་པོ་ཞུ་ཅིག་སྐྱོ་བར་ད། འོ། ད་ང་དངོས་གནས་བྱང་ཆུབ་སེམས་པ་ཆོས་པ་ལ། ནོར་ལོངས་སྤྱོད་ནི་ང་ལ་མེད་ཡིན་ན་ཡང་ང་རང་གི་ལུས་དེ་བཙོངས་ནས་ཅིག

ཏན་ཏན་ཡིན་ན་ཡང་ན་ཁོ་རྫུན་མ་དང་ཁྲམ་པ་མི་མགོ་སྐོར་བཏང་ཡིན་ཆོད་དུ་ཡིན་ལ་ག་རེ་ཡིན་ན་ད་དེ་མི་དེ་ང་བརྟག་དཔྱད་ཅིག་བཏང་ང་འགྲོ་གི་ཡིན་ད་དེ་འདྲའི་གི་བསམ་བློ་ཅིག་འཁོར་བའི་ལྷ་ཡོང་པོ་རྒྱལ་ཆེན་ལ་དེ་འདི་འདྲའི་བསམ་བློ་འཁོར་ནས་དེ་ལྷ་ཡོང་པོ་རྒྱལ་ཆེན་དེ་དེ་ནས་བྲམ་ཟེ་གི་ཁྱེའུའི་གཟུགས་སུ་སྤྲུལ་ནས་དེ་ནས་མི་དཀྱིལ་མ་ལ་འགྲོ་ནས་དེ་ནས་བྱང་ཆུབ་སེམས་དཔའ་རྟག་ཏུ་ངོ་དགའ་བ་ཡོད་པ་དེ་ལ་འགྲོ་རེ། དེ་ནས་བྱང་ཆུབ་སེམས་དཔའ་རྟག་ཏུ་དངོས་ཀྱི་འགྲམ་དུ་འགྲོ་ནས་དེ་ནི། ལྷ་ཡངས་པོ་བརྒྱ་བྱིན་གྱི་གཟུགས་སུ་སྤྲུལ་པའི་བྲམ་ཟེ་ཁྱེའུ་དེ་གིས་དེ་ནི་ག་རེ་ཞུས་པ་རེད་ཞུས་པ་ཡིན་ན། རིགས་ཀྱི་བུ། ཁྱོད་དེ་འདྲའི་སྡུག་བསྔལ་བ་དང་སེམས་དཔའི་མི་སྲིད་སྐྱོ་བོའི་ཐོག་ནས་ངུ་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་ནས་སྐད་ཅིག་དྲིས་པར། དེ་ནི་བྲམ་ཟེའི་ཁྱེའུ་དེ་ལ་དེ་ནི་བྱང་ཆུབ་སེམས་དཔའ་རྟག་ཏུ་ངས་ག་རེ་ཞུས་པ་རེད་ཞུས་པས་ན། འོ་ད་ང་བྱང་ཆུབ་སེམས་དཔའ་ཆོས་འཕགས་ཀྱི་སྐུ་མདུན་ནས་དམ་པའི་ཆོས་ཞུ་འདོད་ཀྱི་ཀུན་སློང་ཡོད། ཡིན་ན་ད་ང་བྱང་ཆུབ་སེམས་དཔའ་ཆོས་འཕགས་ལ་ཕུལ་རྒྱལ་གྱི་རྒྱུ་ནོར་ལོངས་སྤྱོད་གང་མེད་དེ་ཡིན་ན་ང་རང་གི་ལུས་པོ་འདི་བཙོང་ནས་བྱང་ཆུབ་སེམས་དཔའ་ཆོས་འཕགས་ལ་མཆོད་པ་ཅིག་ཕུལ་དགོས་དྲན་སོང། དེ་ཡིན་ཟ་ང་འདི་ཡི་གྲོང་ཁྱེར་ནང་ལོར་ང་ཡི་ལུས་འདི་བཙོང་བ་སླད་ཡིན། ཡིན་ནའི་གྲོང་ཁྱེར་གྱི་མི་འདི་འདྲའི་མང་པོ་ཡོད་རེད་དེ་ཡིན་ན་ང་ཡི་ལུས་ཉོ་མཁན་གྱི་མི་ཅི་ཡང་རག་མ་སོང། ད་ང་རང་སོ་ནམ་སྨན་པ་དང་ལས་མ་ཐག་པའི་རྐྱེན་གྱིས་རེད་འདུག་དེང་སང་ང་དཔེ་མི་སྲིད་དུག་ལྔ་ཆེན་པོ་འདི་འདྲ་བྱུང་སོང་དེང་སང་ང་ངུ་བ་ཡིན་ཟེར་ནས་ཞུས་པ་རེད། དེ་ནས་ལྷ་ཡངས་པོ་བརྒྱ་བྱིན་གྱི་གཟུགས་སུ་སྤྲུལ་པའི་བྲམ་ཟེ་གྱི་ཁྱེའུ་དེ་གའི་བྱང་ཆུབ་སེམས་དཔའ་རྟག་ཏུ་ངུ་ལ་ག་རེ་ཞུས་པ་རེད་ཟེར་ན། འོ་ད་དེ་འདྲས་ན་ཏག་ཏག་རེད། ད་ཁྱོད་རང་གི་ལུས་པོ་དེ་ངས་ཉོ་གོས་ཁྱོད་རང་སེམས་ཁྲལ་གོ་མ་རེད། ག་ཡིན་ཟེར་ན་ང་ལ་ད་སྤྱི་འདང་གི་མི་འདི་ཚོ་གི་རྒྱུ་ནོར་ལོངས་སྤྱི་འདི་ཚོ་གོ་ཡ་མི་འདུག་གོས་པ་མེད་ཟེར་ང་ལ། ཡིན་ན་ཡང་ང་ལ་ད་སྙིང་དང་ཁྲག་དང་ཤ་ཚ་བོ་ཚ་བོ་དེ་འདྲ་གོ་གི་འདུག་དེ་ཡིན་ཟེར་ད་ཁྱོད་རང་ལུས་པོ་བཙོང་མཁན་གི་མི་ཅིག་རེད་དོ། དེ་ཡིན་ཟེར་ད་ཁྱོད་རང་གི་སྙིང་དང་ཁྲག་དང་ཤ་དེ་ཚོ་ང་ལ་བཙོང་ཞོག་གོས་དེ་ལ་རིན་ཐང་ག་ཚོད་ཡིན་ན་ཡིན་ངས་ཁྱོད་ལ་སྤྲད་ཆོག་ཟེར་ནས་ཞུས་པ་རེད། པོ་འདུག་ཅེ་ན་ད་བྲམ་ཟེའི་ཁྱེའུ་དེ་གིས་ད་ལུས་མྱོས་ཡས་ཀྱི་སྐོར་ལ་སྐད་ཆ་འདི་འདྲ་འདི་འདྲ་བཤད་པ་དེ་ད་བྱང་ཆུབ་སེམས་དཔའ་རྟག་ཏུ་ངོ་ཡི་ཐོས་བསྡུའི་སྐབས་སུ་ད་དཔེ་མི་སྲིད་ག་འོ་ཆགས་པ་རེད་ད་བྱང་ཆུབ་སེམས་དཔའ་རྟག་ཏུ་ངོ། འོ་ད་ང་དངོས་གནས་ཁོ་རང་ལམ་འགྲོ་རྒྱུགས་སོང་ང་ཡི་ཚོང་དེ་རྒྱུགས་སོང་དཔེ་ཡག་པོ་ཆགས་སོང་ང་ལ་གོ་ཡས་དེ་ད་ག་རང་ར་བ་ང་རང་གི་ལུས་དེ་བཙོང་ཡས་ཀྱི་ད་དངོས་གནས་ཁོ་རང་ལམ་འགྲོ་ཅིག་ཡག་པོ་ཞིག་རྒྱུགས་སོང་ད་གང་ཡིན་ཟེར་ན་ད་ང་ལུས་བཙོང་ནས་བྱང་ཆུབ་སེམས་དཔའ་ཆོས་འཕགས་སྐུ་དེ་ནས་དམ་པའི་ཆོས་ཞུ་ཡས་ཀྱི་སྐུ་ལོངས་ཅིག་ཡོད་ར་བ། ད་ང་རང་གི་ལུས་ཉོ་མཁན་གྱི་མི་ཅིག་རག་སོང་ཟེར་ནས་དཔེ་མི་སྲིད་ཀྱི་སེམས་པ་དགའ་བོ་ཧ་ཅང་གི་སེམས་པ་དགའ་བོ་ཆགས་པ་རེད་ད་ཁོ་རང། དེ་ནི་དེ་འདྲའི་སེམས་པ་སེམས་པ་དགའ་བོ་ཆགས་འདུག་ཟེར་ནས་བྱང་སེམས་པ་རྟག་ཏུ་ངུ་ཡི་ད་ལྷ་ཡོང་པོ་རྒྱལ་ཆེན་གྱི་གཟུགས་སུ་གྲུབ་པའི་བྲམ་ཟེ་ཁྱེའུ་དེ་ལ་ག་རེ་ཞུས་པ་རེད་ཞུས་པ་ན། བྲམ་ཟེ་ཁྱེའུ་ལགས་ཁྱོད་རང་ལ་ད་ང་རང་གི་ལུས། ག་རེ་ག་རེ་གོ་འདུག་ང་ཁྱོད་རང་ལ་ཚོང་ཡག་གི་གྲ་སྒྲིག་ཡོད་གསུང་རོགས་ཟེར་ཞུས་པ་རེད། དེ་ནས་བྲམ་ཟེ་ཁྱི་བོ་དེ་གིས་ཞུས་པ་རེད། འོ་རིགས་ཀྱི་བུ་ད་ཁྱོད་རང་གི་ལུས་ཀྱི་ཡན་ལག་ཆ་རྐྱེན་ག་རེ་བཙོང་འདོད་ཡོད་པ་དེ་ང་ལ་བཙོང་ཤོག་ཨ། དེ་ཡི་རིན་ཐང་དང་དགོང་ཚད་གང་ཡོད་པ་དེ་ངས་ཁྱོད་ལ་ཕུལ་ཆོག་ཞུས་པ་རེད། དེ་ནས་བྱང་ཆུབ་སེམས་དཔའ་རྟག་ཏུ་ངུ་རང་ཉིད་ཀྱི་ད་ཚོད་རྣོན་པོ་ཅིག་ཐོག་གྲི་ཅིག་ཁྱེར་ནས་དེ་ནས་ཁོ་རང་གི་དང་ཤོག་ལག་པ་གཏུབས་ནས། དེ་ནས་བྲམ་ཟེ་ཆུ་བོ་ལ་ཕུལ་བ། ལག་པ་བཏུ་བ་མ་ཟད་ལག་པ་ནས་ཁྲག་ཤིན་ཏུ་མང་པོ་དཔེ་མི་སྲིད་མང་པོ་འཛག་པ་རེ་ད། དེ་ཡི་རྗེས་སུ་དེ་ནས་ཁོ་རང་གི་རྐང་པ་ཡི་ཤ་དེ་ཚོ་གཏུབས་ནས་དེ་ནས་བྲམ་ཟེ་ཆུ་བོ་ལ་ཕུལ་བ། ད་ལག་པ་བཏུ་རྐང་པ་ཡི་ཤ་བཏུ་དེ་ནས་བྱམས་བརྩེ་སེམས་དཔའ་སྟག་སྡོང་བོ་རང་ཉིད་ཀྱིས་ད་ལུས་པོ་ནས་ཁྲག་དཔེ་མི་སྲིད་མང་པོ་འཛག་གི་རེད་བ་ཁྲག་མང་པོ་འཛག་ནས་ད་ཁོ་རང་དྲན་པ་གསོ་ལ་མ་གསོ་ལ་ལངས། ཐུབ་ལ། སྔགས་དུ་ལ་དག་དྲི་མེད་དུ་གྱར་བ་འདྲའོ། རྟེན་འབྲེལ་གྱི་བདག་ཁོ་རང་གི་ལག་པ་ནས་ཁྲག་འཛག་རྐང་པ་ལ་ཤ་མེ་ལུས་ལ་སྡུག་བསྔལ་སེམས་ལ་ན་ཚ་དེ་འདྲ་ཡོད་པའི་ལུས་པས་མི་སེམས་ངལ་ཞིང་སྡུག་བསྔལ་བའི་གནས་ཚུལ་དེ་ཚོ་ད་སུས་མཐོང་བ་རེད་ཞུས་པ་ཡིན་ན་བུ་མོ་གཅིག་གིས་མཐོང་བ་རེད་ད་བུ་མོ་དེ་ཡང་ད་ག་ཟེ་མ་རེད་ད་ཡང་བུ་མོ་དེ་པས་མི་ཚོ་ཚོང་དཔོན་ཆེན་པོ་གི་བུ་མོ་ཅིག་ཆགས་འདུག་བུ་མོ་དེས་ད་འདི་འདྲའི་མཐོང་ཐོས་རྩོམ་པ་དེ་བུ་མོ་དེ་ག་རེ་དྲན་པ་རེད་ཞུས་པ་ན། འོ་ད་ཕ་གི་མི་དེ་ད་དེ་འདྲས་གར་ཅིན་བྱེད་གི་ཡོད་རེད་ཁོ་རང་ཁོ་རང་གི་གཟུགས་པོ་ལ་དེ་འདྲས་དཀའ་ངལ་དུ་མཐོང་ན་གར་ཅིན་བྱེད་རེད། ལག་པ་གཏུབ་རྐང་པ་བཤའ་ཚང་མ་བྱེད། ཤི་ལ་མ་ཤི་བའི་དེ་འདྲས་ཀྱི་ད་ལུས་ལུས་ལ་ན་ཚ་དེ་འདྲས་བྱུང་དགོས་རྒྱུ་མཚན་གར་ཅིན་དེ་འདྲས་ལས་ཀ་དུ་མཚོ་གར་ཅིན་བྱེད་གི་ཡོད་རེད་ད་ང་ཁོ་ཡི་འགྲམ་དུ་འགྲོ་ནས་སྐད་ཆ་ཅིག་འདྲི་གི་ཡིན་ད། འོ་དེ་འདྲས་ཀྱི་བསམ་བློ་ཅིག་ཁོ་ནས་དེ་ནས་ཚོང་དཔོན་གྱི་བུ་མོ་དེ་བྱང་ཆུ་སེམས་པ་རྟག་ཏུ་ངུ་ཡི་ངའི་འགྲམ་དུ་འགྲོ་ནས་སྐད་ཆ་ཅིག་འདྲི་བ་རེད། སྐད་ཆ་གར་དྲིས་པ་རེད་ཤོད་དགོས་ན། རིགས་ཀྱི་བུ། ཁྱོད་ཁྱོད་རང་གི་ལག་པ་བཙོང་རྐང་པ་ཡི་ཤ་དེ་ཚོ་བཙོང་ལུས་ལ་དེ་འདྲའི་སྡུག་བསྔལ་དང་སེམས་ལ་ན་ཚ་དེ་འདྲ་བཏང་དགོས་རྒྱུ་མཚན་ག་རེ་རེད། དེ་འདྲ་བྱེད་དགོས་རྒྱུ་མཚན་ག་རེ་རེད་ཕན་པ་ག་རེ་ཡོད། དེ་འདྲ་བྱེད་མཁན་གྱི་མི་སུ་ཡོད་རེད་ཁྱོད་ག་ཅན་བྱས་ཡིན་ཟེར་སྐད་ཆ་དྲིས་པ་རེད། དེ་ནས་བྱང་ཆུབ་སེམས་དཔའ་སྟག་དོང་ངོས་ཚོང་དཔོན་གྱི་བུ་མོ་དེས་ལན་ག་རེ་བརྒྱབ་པ་རེད་ཤོད་དགོས་ན། འོ་ང་ད་ལུས་ལ་དེ་འདྲའི་ན་ཚ་དང་སྡུག་བསྔལ་བཏང་དགོས་དགོས་པ་མེད་པ་དང་རྒྱུ་མཚན་མེད་པའི་ཐོག་ནས་དེ་འདྲའི་མ་རེད་ད། ང་བྱང་ཆུབ་སེམས་དཔའ། ཆོས་འཕགས་ང་རང་གི་དགེ་བའི་བཤེས་གཉེན་ལ་ཆོས་དཔའ་དང་བཀུར་སྟི་བསྙེན་བཀུར་བྱས་ལ་ད་ང་རང་ཕུལ་ལས་ཀྱི་རྒྱུ་ནོར་ལོངས་སྤྱོད་དང་མེད་པ་ལས་དེ་ནི་དེ་ནི་ང་རང་གི་ལུས་པོ་འདི་བཙོང་ནས་དེ་ནི་ཁོང་ལ་ཆོས་དཔའ་ཕུལ་གོ་འདི་འདྲའི་གི་བསམ་བློ་ཅི་འཁོར་བ་དེ་ནི་དེ་ནི་ང་རང་གི་འདི་ནི་བརྗེད་དགོས་བྱུང་བ་རེད་ཞུས་པ་རེད། ཡང་ཚོང་དཔོན་གྱི་བུ་མོ་དེ་གིས་བྱང་ཆུབ་སེམས་དཔའ་རྟག་ཏུ་ངོ་ལ་སྐད་ཆ་ག་རེ་དྲིས་པ་རེད་ཞུས་པ་རེད། རིགས་ཀྱི་བུ། འདྲི་གི་འདུག་ད་ཁྱོད་རང་གི་དགེ་བའི་བཤེས་གཉེན་བྱང་ཆུབ་སེམས་དཔའ་ཆོས་འབངས་ལ་ཆོས་པོ་འབུལ་ཡས་ཀྱི་ཆུ་དེ་དག་ཁྱོད་རང་གི་ལུས་དང་སྙིང་དང་ཁྲག་དང་ཤ་དུག་ཏུ་བཅད་ནས་ཆོས་པོ་ཕུལ་བ་རེད་དེ་ཡིན་ན་ཡང་ད་དེ་འདྲས་བྱས་ནས་ཁྱོད་རང་ལས་ཁེ་ཕན་དང་ཁེ་བཟང་ཕན་ཐོག་ཁྱོད་རང་ལ་ཐོབ་དགོས་ཀྱི་དེ་འདྲས་ཀྱི་འབྲས་བུ་ག་རེ་ཡོད་རེད། ག་རེ་ཐོབ་བས་ཆེད་དུ་ཁྱོད་དེ་འདྲས་བྱས་པ་རེད་ཞུས་པ་རེད། དེ་ནས་བྱང་ཆུབ་སེམས་དཔའ་སྟག་གདོང་བའི་ཚོང་དཔོན་བུ་མོ་དེར་ག་རེ་ཞུས་པ་རེད་ཞུས་པ་ཡིན་ན། འོ་ད་འབྲས་བུ་དཔེ་མི་སྲིད། རྒྱ་ཆེན་པོ་དེ་འདྲ་ཐོབ་གི་རེད་ད། དེ་ཡང་ང་རང་གི་དགེ་བའི་བཤེས་གཉེན་བྱང་ཆུབ་སེམས་དཔའ་ཆོས་འཕགས་བསྟན་པ་ལ་བརྟེན་ནས་དེ་ནི་ཁོང་གི་སྐུ་མདུན་ནས་དེ་ནི་སངས་རྒྱས་ཀྱིས་གསུངས་པའི་ཆོས་ཟབ་མོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཆོས་དེ་ཚོ་ང་ལ་ཐོབ་གི་རེད་ད། དེ་འདྲའི་གི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཆོས་ཟབ་མོ་དེ་ང་རང་གིས་ཐོབ་པ་ཡིན་ན། ང་རང་མ་ཟེར་བའི་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ལས་གྲོལ་ཐུབ་གི་རེད་ད། གང་ཡིན་ཟེར་ན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལས་ང་རང་ཚོ་འཁོར་བ་ལས་གྲོལ་ཡ་གི་ད། གཉེན་པོ། ཆོས་ཟབ་མོ་འདི་ནས་ཆགས་ཡོད་ད། དེ་འབྲེལ་ལ་ང་རང་ཚོས་ཐོས་བསམ་སྒོམ་གསུམ་དང་སྒོམ་སྒྲུབ་ཉམས་ལེན་བྱས་པ་ཡིན་ན། དེ་ནི་མཐར་ང་རང་ཚོ་ལ་སངས་རྒྱས་ཀྱི་ཡོན་ཏན། མཚན་བཟང་པོ་སུམ་ཅུ་རྩ་གཉིས་དང་དཔེ་བྱད་བཟང་པོ་བརྒྱད་ཅུ་དང་སངས་རྒྱས་ཀྱི་ལུས་ལ་ཡོད་པའི་འོད་ཀྱི་སྡོམ་གང་བ་གང་འདྲ་ཡོད་པ་དང་སངས་རྒྱས་ཀྱི་མཚན་དང་དཔེ་བྱད་སངས་རྒྱས་ཀྱི་ཡོན་ཏན་ཕུན་སུམ་ཚོགས་པ་འདི་ཚོ་སོ་སོ་ཡང་དག་པའི་རིག་པ་བཞི་དང་དབང་པོ་ལྔ་དང་སྟོབས་བཅུ་ལ། སོགས་པ། མདོར་ན་ད་བྱང་ཆུབ་ཀྱི་ཆོས་གསུམ་དུ་རྩ་བདུན་དུ་སོ་སོ་རུ་ཐོབ་ཀྱི་རེད་ད། འདི་ཐོབ་པ་ལས་དེ་ནས་ད་ང་རང་སངས་རྒྱས་ཐུབ། སངས་རྒྱས་པ་དེ་ནས་མ་འོངས་པ་ལ་སེམས་ཅན་ཐམས་ཅད་ང་ཡི་སངས་རྒྱས་གོ་འཕང། རིན་པོ་ཆེ་ལ་ང་ཡི་དྲན་ནུས་ཀྱི་དེ་འདྲིས་ཀྱི་འབྲས་བུ་ཆེན་པོ་ཞིག་ཐོབ་ཀྱི་རེད་ད། དེ་འདྲིས་ཀྱི་ཆོས་ཟབ་མོ་དེ་དེ་ནས་བྱང་ཆུབ་སེམས་དཔའ་ཆོས་འཕགས་ཀྱི་སྐུ་མདུན་དུ་འགྲོ་ནས་ང་རང་གི་ཞུ་ཡ་ཡི་ཆེད་དུ་དེ་ནས་བྱང་ཆུབ་སེམས་དཔའ་ཆོས་འཕགས་ལ་ང་རང་གི་ད་དེ་འདྲིས་ཀྱི་ལུས་ཀྱི་མཆོད་པ་དང་སྦྱིན་པ་གཏང་དགོས་ཡོད་རྒྱུ་མཚན་དེ་འདྲི་དེ་འདྲི་རེད་ཟེར་ཞུས་པ་རེད། དེ་ནས་ཚོང་དཔོན་གྱི་བུ་མོ་དེ་ཡིས་བྱང་ཆུབ་སེམས་དཔའ་རྟག་ཏུ་ངུ་ལ་ག་རེ་ཞུས་པ་རེད་ཟེར་བ་ཡིན་ན། འོ། ད་ཁྱོད་རང་གིས་དངོས་གནས་ཁོ་རང་འདི་འདྲའི་གི་དཀའ་ངལ་དང་སྡུག་བསྔལ་བྱེད་དགོས་དོན་དངོས་གནས་གོ་བ་མེད་པ་དང་དོན་མེད་པ་མ་རེད་འདུག་དངོས་གནས་ཁོ་རང་ད་ཁྱོད་རང་གིས་འདི་འདྲའི་བྱས་པ་ལ་བརྟེན་ནས་དེ་ནས་ཁྱོད་རང་གི་དགེ་བའི་བཤེས་གཉེན་ཆེན་པོ་བྱང་ཆུབ་སེམས་དཔའ་ཆོས་དཔའ་ཐུགས། བྱང་ཆུབ་སེམས་དཔའ་ཆོས་དཔའ་ཐུགས་པ་ལ་བརྟེན་ནས་ཁོང་གི་སྐུ་མདུན་ནས་དམ་པའི་ཆོས་བསམ་བློ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་འདི། ཐོབ། དེ་ལ་བརྟེན་ནས་སེམས་ཅན་ཐམས་ཅད་ཀྱི་མདུན་དུ་མངོན་པར་རྫོགས་པ་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་དེ་ཚོ་ཐོབ། དེ་ལ་བརྟེན་ནས་སངས་རྒྱས་ཀྱི་ཡོན་ཏན་ལུས་གསེར་གྱི་ཁ་དོག་ལྟ་བུ་དང། མཚན་སུམ་ཅུ་རྩ་གཉིས་དང་གཡོ་བྱེད་བཟང་པོ་བརྒྱད་ཅུ་ལ་སོགས་པ་སངས་རྒྱས་ཀྱི་ཡོན་ཏན་རིན་པོ་ཆེ་དེ་ཚོ་ཐོབ་ཀྱི་འདུག་ཨ། སངས་རྒྱས་ཀྱི་ཡོན་ཏན་དེ་ཚོ་ཐོབ་པ་ལ་བརྟེན་ནས་ཁྱོད་རང་སེམས་ཅན་ཐམས་ཅད་ཀྱི་དོན་དཔག་ཏུ་མེད་པ་འདི་འདྲ་བསྒྲུབ་ཐུབ་ཀྱི་འདུག་ཨ། དེ་ཡི་ཆེད་དུ་དང་ཁྱོད་རང་གི་དགེ་བའི་བཤེས་གཉེན་བྱང་ཆུབ་སེམས་དཔའ་མཆོད་པ་ལ་མཆོད་པ་འདི་ནི་འདི་ནས་ཕོ་ལྷའི་ཆེད་དུ་ཁྱོད་རང་གི་ལུས་ལ་དཀའ་ངལ་འདི་ནི་འདི་ནས་བྱེད་པ་རེད་དོ། འདི་དངོས་གནས་ཁོ་རང་དགོས་པ་དང་རྒྱུ་མཚན་ཆེན་པོ་འདུག། འབྲས་བུ་འདི་དངོས་གནས་ཁོ་རང་ངོ་མཚར་བསམ་གྱིས་མི་ཁྱབ་པ་འདི་འདྲས་རེད་དོ། ཡིན་ན་ཡང་ད་དེ་རིང་ནས་བྱས་ནས་དང་ཁྱོད་རང་དགེ་བའི་བཤེས་གཉེན་ལ་ཕོ་ལྷའི་གྱི་ནོར་ལོངས་སྤྱོད་མེད་ན་ཁྱོད་རང་གི་ལུས་དང་ཤ་དང་སྙིང་དང་ཁྲག་འདི་ཚོ་བཙོང་དགོས་ཡོད་རྒྱུ་མཚན་དགོས་པ་ཡོད་མར་ད་བྱེད་དགོས་མར་ད། ག་ཡིན་ཟེར་ན་ད་ཁྱོད་རང་ལ་ནོར་ལོངས་སྤྱོད་ཕུལ་ཡ་མེད་པ་ན། ནོར་ལོངས་སྤྱོད་ངས་ཁྱོད་ལ་སྤྲད་དགོས། ད་ང་རང་ལ་གསེར་དང་དངུལ། བན་འབྲུ་ར་མོ་སྟེགས་རྒྱུ་ནོར་ལོངས་སྤྱོད་ག་རེ་ཡོད་པ་དེ་ངས་ཁྱོད་ལ་ཕུལ་ཆོག། ངས་ཁྱོད་ལ་ཕུལ་བ་མ་ཟད་པི། ང་རང་ཡང་ཁྱོད་རང་གི་མཉམ་དུ་འགྲོགས་ནས་བྱང་ཆུབ་སེམས་དཔའ་ཆོས་འཕགས། དགེ་བའི་བཤེས་གཉེན་བྱང་ཆུབ་སེམས་དཔའ་ཆོས་འཕགས་བསྟེན། བྱང་ཆུབ་སེམས་དཔའ་ཆོས་འཕགས་ཀྱི་སྐུ་མདུན་ནས་དམ་པའི་ཆོས་གསང་བ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ནི། ཐོས་དོན་དང་ཉན་དོན་ཡོད།

སྐབས་དེ་དུས་ད་ལྷ་གཡོག་པོ་རྒྱལ་ཆེན་འདི་དག་བདག་གི་བྲམ་ཟེ་ཁྱེའུ་སྤོ་བོ་ཅིག་བཀྲུ་ནས་དེ་ཡོད་ར། དེ་ནས་ཁོ་ཡིས་དེ་སྐད་ཆ་ཚང་མ་སྐད་ཆ་ཚང་མ་ཐོས་པ་རེད། སྐད་ཆ་ཚང་མ་ཐོས་དུས་སྐོར་ད་ལྷ་གཡོག་པོ་རྒྱལ་ཆེན་འདི་དཔེ་མི་གཟིགས་གི་ད་ག་ལ་འགྱོད་པ་རོ་སྐྱེས་ད་སྐད་ཆ་དེ་ལ་ཡིད་ཆེས་རེ་དོར་ན་ད། ད་ད་གིས་ལྷ་གཡོག་པོ་རྒྱལ་ཆེན་འདི། བྱང་ཆུབ་སེམས་དཔའ་རྟག་ཏུ་ངུས་ལུས་གཙང་ཡས་ཏེ་དངོས་གནས་རེད་དང་ཚུལ་མ་རེད་ཟེར་རྟག་ཅི་སྟང་ག་ལས་པ་ར་བ་གཙོ་བོ་དེ་དག་གོ་རྟག་ཅི་སྟང་ག་ལས་ར་བ་དག་དངོས་གནས་ཡིན་པའི་གནས་ཚུལ་དུ་ས་ཧ་གོ་དུས་ཚོད་མ་ཐག་ལྷ་ཡོང་པོ་རྒྱལ་ཆེན་དུ་དཔེ་མེད་ས་ག་འོག་དང་སེམས་ལ་ཞི་བདེ་བྱུང་བ་རེད་དེ་འདྲའི་བྱུང་བ་ལ་བརྟེན་ནས་དེང་ལྷ་ཡོང་པོ་རྒྱལ་ཆེན་འདི་དག་ད་གིའི་བྲམ་ཟེ་ཁྱེ་བོ་སྤུ་གུ་ཆུང་ཆུང་ཅིག་ལ་སྤྲུལ་ཡོད་ར་ད་ད་ཁོ་རང་སྤྲུལ་བ་མ་ཡིན་པ་ད་དངོས་སུ་ཁོ་རང་ལྷ་ཡོང་པོ་རྒྱལ་ཆེན་གྱི་གཟུགས་སུ་སྤྲུལ་ནས་དེ་ནས་བྱང་ཆུབ་སེམས་དཔའ་རྟག་ཏུ་ངུས་ལ་སྐད་ཆ་ག་རེ་ལབ་པ་རེད་ཞུས་པ་ན་འོ་ད།

ངས་སྤྲད་གོ་ཟེར་དེ་ནས་ཞུས་པ་རེད། དེ་ནས་བྱང་ཆུབ་སེམས་དཔའ་རྟག་ཏུ་ངོས་ཡིས་ལྷ་ཡོངས་པ་བརྒྱ་བྱིན་ལ་ག་རེ་སློང་ངོ་ཞུས་པ་རེད་ཞུས་པ་ཡིན་ན། ལྷ་ཡོངས་པ་བརྒྱ་བྱིན་ལ། ང་ལ་གོ་ཡ་འདི། སངས་རྒྱས་ཀྱིས་གསུངས་པའི་དམ་པའི་ཆོས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་འདི་རེད། འདི་ཁྱོད་ལ་ཡོད་ན་ང་ལ་གནང་རོགས་བྱེད་དང་ཞུས་པ་རེད། དེ་ནས་ལྷ་ཡོངས་པ་བརྒྱ་བྱིན་གྱིས། རིགས་ཀྱི་བུ། ད་འདི་འདྲས་ཀྱི་ཆོས་ཟབ་མོ་དམ་པའི་ཆོས་ཟབ་མོ་འདི་ང་ཡིས་ཁྱོད་ལ་གནང་ཐུབ་ས་མ་རེད། དེ་འབྲེལ་གྱི་ངས་ཁྱོད་ལ་གནང་ཐོས་ཀྱི་ངའི་བཅུད་དུ་གྱུར་བ་མ་རེད། ད་འདི་སངས་རྒྱས་དང་བླ་མ་དགེ་བའི་བཤེས་གཉེན་གྱི་བཅུད་དུ་གྱུར་བ་རེད། ད་འདི་ང་ལ། ཁྱོད་ལ་ཕོ་ལྷས་ཀྱིས་འདི་འདྲས་ཀྱི་ང་ལ་ད་ནུས་པ་མི་འདུག། ཡིན་ན་ཡང་ད་ཁྱོད་ལ་ཞེན་པ་གོ་ཡ་ག་རེ་ཡོད་འདི་སློང་ཞིག་ངས་ཁྱོད་ལ་སྤྲད་འོ་ཞུས་པ་རེད། དེ་ནས་བྱང་ཆུབ་སེམས་དཔའ་རྟག་ཏུ་ངོ་ཡི་ལྷ་ཡོངས་པ་བརྒྱ་བྱིན་ལ་ག་རེ་ཞུས་པ་རེད་ཟེར་བ་ཡིན་ན། ལྷ་ཡོངས་པ་བརྒྱ་བྱིན་ལ་ད་ཞེན་པ་ང་ལ་གོ་ཡ་དེ་ང་རང་གི་ལུས་འདི་རེད། ད་ད་ད་ང་རང་གི་ལུས་ལ་ན་ཚ་དང་དུང་བ་དཔེ་མེད་ས་ཤུགས་ཆེན་པོ་འདུག་ད་ང་རང་ལ་ད་སྔོན་མ་སྔར་ང་རང་གི་ལུས་གང་འདྲ་ཡོད་པ་འོ་དེ་ལྟར་དུ་ང་རང་ལ་གོ་འདུག་ཡིན་ན་ཡང་ད་སྔར་གྱི་ལུས་དེ་ནང་བཞིན་དེ་ལུས་སྤྲད་ཐུབ་ཡ་དེ་ད་ཁྱེད་རང་གིས་སྤྲད་ཐུབ་ཀྱི་མ་རེད་ད་འདི་ང་རང་ང་རང་གིས་སྤྲད་ཀྱི་ཡིན་ཞུས་པར། ད་ལྷ་ཡོང་པ་བརྒྱ་བྱིན་གྱིས་ད་ཁྱོད་རང་ཁྱོད་རང་གིས་ག་འདྲས་སུ་སྤྲད་ཐུབ་ཀྱི་རེད་ཞུས་པར། དེར་བྱང་ཆུབ་སེམས་དཔའ་སྟག་དོང་གིས་ག་རེ་ཞུས་པ་རེད་ཟེར་ད་ང་ང་རང་གིས་ག་འདྲས་སུ་སྤྲད་ཀྱི་རེད་ཞུས་པ་ཡིན་ན། གལ་སྲིད་ད་ང་རང་གིས་ད་དངུལ་སྣོད་ཁོ་རང་ཤ་དང་རྐང་པ་དེ་ཚོ་དངུལ་སྣོད་ཁོ་རང་བྱང་ཆུབ་སེམས་དཔའ་སྟག་དོང་དངུལ་ཡོད་ཆུད་དུ་ང་རང་གིས་བྱིན་པ་ལྷག་བསམ་རྣམ་དག་གི་ཐོག་ནས་བྱིན་པ་བཏང་བ་ཡིན་པ་ཡིན་ན། ད་དངུལ་སྣོད་ཁོ་རང་སངས་རྒྱས་ཀྱི་མཐུ་དང་ང་རང་གི་ལྷག་བསམ་རྣམ་པར་དག་པའི་མཐུ་ཡི་སྟོབས་ལ་བརྟེན་ནས་ང་རང་ང་རང་ལ་བདེན་ཚིག་བརྗོད་ཀྱི་ཡིན། སྔོན་གནས་སྐོར་ང་རང་གི་ལྷག་བསམ་རྣམ་དག་དང་སངས་རྒྱས་ཀྱི་ཆོས་ལ་དད་པ་ཡོད་པའི་ཐོག་ནས་ང་རང་གི་ལུས་འདི་བྱིན་པ་བཏང་བ་ཡིན་ན་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱི་བྱིན་རླབས་དང་ང་རང་གི་ལྷག་བསམ་རྣམ་དག་གི་མཐུ་གྱིས་ང་རང་གི་ལུས་འདི་སྔར་ཇི་ལྟར་ཡོད་པ་དེ་བཞིན་དུ་གྱུར་ཅིག་སེམས་དང། བྱང་ཆུབ་སེམས་དཔའ་རྟག་ཏུ་ངོས་རང་ཉིད་རང་ཉིད་ལ་ད་དན་ཚིག་བརྗོད་པ་ལ་བརྟེན་ནས་དེ་ནི་ཁོ་རང་གི་ལུས་འདི་ད་སྙེ་མ་ན་ཞིང་ད་ན་ཚ་མེད་པ་དཀའ་ངལ་མེད་པ་འདི་འདྲའི་ལུས་ཡོངས་སུ་རྫོགས་པར་གྲུབ་དུས་སྐབས་སུ།

དེ་ག་ན་བཞིན་ལྷ་ཡོངས་པོ་བརྒྱ་བྱིན་དེ་ཡང་ད་བྱང་ཆུབ་སེམས་དཔའ་རྟག་ཏུ་ངོ་ལ་རྟག་ཅི་དང་ང་ལས་པ་ར་བ་ད་ཁོ་ཚུལ་མ་རེད་འདུག་དངོས་གནས་བྱིན་གྱི་འདུག་ཟེར་ད་ཁོ་དངོས་གནས་ཡིན་པ་ད་བྱང་ཆུབ་སེམས་དཔའ་རྟག་ཏུ་ངོ་ཡིན། སྙིང་རྗེ་དང་མཐུ་སྟོབས་དང་ལྷག་བསམ་དང་དངོས་གནས་ཀ་རོ་དམ་པའི་ཆོས་ལ་དད་པ་ཡོད་པའི་སྐྱེས་བུ་ཁྱད་པར་ཅན་ཞིག་མཐོང་ཐོས་ཙམ་པ་ད་མདོར་ན་ལྷ་ཡོངས་པོ་བརྒྱ་བྱིན་དང་བདུད་སྡིག་ཅན་གཉིས་དེ་ད་བྱང་ཆུབ་སེམས་དཔའ་རྟག་ཏུ་ངོ་ཡིན་སྙམ་དུ་འགྲན་བསྡུར་བྱེད་མ་ཐུབ་པ་ད་དཔེ་སྨོས་སུ་སྤོབས་པ་ཞུམ་ཕམ་ནི་ད་ས་གནས་ད་ག་རང་ལ་བདུད་སྡིག་ཅན་དང་ལྷ་ཡོངས་པོ་བརྒྱ་བྱིན་གཉིས་དེ་ད། མི་སྣང་བར་གྱུར་པ་དག་དོར་ན་ཡིད་འཇའ་ཡལ་བ་ན་ཞིག་ཡལ་འགྲོ་བ་དག་ཁོང་ཚོ་གཉིས་འགྲོ་བར་བལྟ། དེ་ནི་ཁོ་རང་གི་འགྲམ་ལ་སུ་ཡོད་རེད་ཞུས་པར་ད་ཚོང་དཔོན་གྱི་བུ་མོ་དེ་ཡོད་རེད་བ། དེ་ནི་ཚོང་དཔོན་གྱི་བུ་མོ་དེ་གིས་ད་བྱང་ཆུ་སེམས་པ་རྟག་ཏུ་ངོ་ལ་ག་རེ་ཞུས་པ་རེད་ཞུས་པས་ན། རིགས་ཀྱི་བུ། ད་ཁྱོད་རང་དུ་ངར་མ་བྱེད་ཁྱོད་རང་ཚུར་ཤོག། ད་ཁྱོད་རང་དང་ང་ཚོ་གཉིས། ད་བྱང་ཆུབ་སེམས་དཔའ་ཆོས་འཕགས་ཀྱི་སྐུ་དུད་འགྲོ་ནས་དམ་པའི་ཆོས་བཟང་བོ་དེ་ཞུ་གི་ཡིན། དེ་ཡིན་ཟེར་ད་དེ་རིང་ང་རང་གི་ཁང་པ་ལ་དེས་ཁྱོད་རང་ང་ཚོ་རྒྱབ། དེ་ང་རང་ཚོ་གཉིས་འགྲོ་ནས་ངའི་ཁང་པ་ནང་འགྲོ་ལ་ང་རང་གི་པཱ་ལ་ཨ་མ་སྙམ་པའི་སྐད་ཆ་བཤད་ནས། དེ་རིང་ཁྱོད་རང་ལ་གོ་ཡ་གི་དམ་པའི་ཆོས་བཟང་བོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་མཆོད་པར་བྱེད་ཡ་གི་ད་ནོར་ལོངས་སྤྱོད་གར་གར་གོ་གི་འདུག་ང་ཚོ་ང་རང་གི་ཀློག་ནས་ཁྱོད་རང་ལ་ཕུལ་གྱི་ཡིན། དེ་ག་ནང་བཞིན་བྱང་ཆུབ་སེམས་དཔའ་ཆོས་འཕགས་ལ་ག་རེ་ག་རེ་མཆོད་པ་ཕུལ་ཡ་ཡིན་ནོར་ལོངས་སྤྱོད་ག་རེ་ག་རེ་གོ་གི་འདུག། འོ་དེ་ཚོ་ད་ང་རང་གི་ཕ་མ་ཉིད་འདུག་ང་རང་གྲོས་བསྡུར་བྱས་ནས་དེ་ཁྱོད་རང་ལ་ཕུལ་ཡ་ཡིན། ད་ཁྱོད་རང་ངའི་ཁང་པ་ལ་ཤོག་དེར་ང་ཚོ་རྒྱག་བསམ་ད་ཚོང་དཔོན་གྱི་བུ་མོ་དེ་དང་བྱང་ཆུབ་སེམས་དཔའ་རྟག་ཏུ་ངོ་གཉིས་ད་ཚོང་དཔོན་གྱི་བུ་མོའི་ཁང་པ་ལ་འགྲོ་ནས་ད་དེ་རིང་ས་གནས་ད་ག་རང་ལ་ལུས་པ་རེད། འོ་ལགས་སོ། ད་དེ་རིང་གི་བྱང་ཆུབ་སེམས་དཔའ་རྟག་ཏུ་བའི་རྣམ་ཐར་གྱི་ལེ་ཚན་བཞི་པ་འདི་ད་ད་ག་རང་ལ་བརྩམས་བཞག་ཡིན། ད་འདིའི་རྗེས་སུ་ད་ག་རེ་ག་རེའི་གནས་ཚུལ་ག་རེ་ག་རེ་ཆགས་ཀྱི་ཡོད་མེད་ཀྱི་སྐོར་གྱི་ད་རྣམ་ཐར་ལེ་ཚན་ལྔ་པ་འདིའི་ནང་ལ་བཞག་ཡིན་ལགས་སོ། དེ་ནས་དེ་རིང་གི་བརྙན་ཐུང་འདི་གསན་གཟིགས་གནང་བར་བརྟེན་ནས་རྣམ་པ་གླིང་གི་ཚང་མས་ཐུགས་སྨོན་བསུ་བའི་རེ་བ་ཞུ་རྒྱུ་ཡིན།